འོ་རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས། ད་ང་ཚོ་རྒྱ་སེ་ཀྱི་ཤེས་པ་ལ་བླ་ཡག་གི་ཁལ་ལས་དམ་བཅའ་ཚ་དེ་ག་ས་ལ་གཞིན་པ་བཏང་དགོས་ཀྱི་ཡོད་རེད་ད་གཞིན་པ་བཏང་དགོས་བ་ཡིན་པ་བྱས་ད་གཞིན་པ་གཏོང་བ་ཙམ་གྱིས་འགྲིག་གི་རེད་པས་ཟེར་ན་གཞིན་པ་བཏང་བ་ཙམ་གྱིས་འགྲིག་གི་མ་རེད་གཞིན་པའི་གི་འབྲས་བུ་དེ་ལ་ལོང་ཤས་འཇུས་བ་དེ་རེད་བ། ལོ་ཤས་དེ་གླུ་ཡི་སྟེ་ལ་འཇུས་བ་ཡོད་རེད་དོན་གྲོགས་ཀྱི་སྟེ་ལ་ཡུ་ལོང་ཤས་ཆེན་པོ་དེ་འདྲི་ཡོད་རེད།

ཚེ་འཕྲལ་མེད་པར་རང་བསྟན་མི་འགྲོལ་པས། ཞལ་བདེ་སྒྲུབ་པར་འདོད་པའི་དགེ་མི་གནས་ཟེར་ན། སོ་སོ་གི་དན་ཐོག་འགྲོ་ཐུབ་ཀ་མེད་ན་མི་གཞན་པས་གི་དན་ཐོག་བྱེད་ཀི་ཡིན་མ་སེང་ཆེན་ཐོམ་ཆེན་སང་ཆེན་ཡིག་ཚགས། འགལ་ཡག་གི་ཆེད་དུ་གཉིས་བྱེད་ཀི་ཡིན་ལགས་ན་ཨེ་ན་དགེ་མོ་ཆོག་ཡག་གི་གནས་རེད། རྒྱུ་མཚན་དེའི་ཕྱིར་ན། རྟ་སྲིད་པས་འདམ་པ་མེད་ཅིག་ཟེར་ན་ཚུར་འགྲོ་སྲིང་བ་དེ་ང། ག་རེ་ལ་དགོས་རེད། ཤེས་བ་སྒྱིད་མོ་མི་ལེགས་ཅིག་ཐག་ན་ཟེར་ན་སྲིད་པས་འདམ་པ་ཆག་གི་རེད་བ། དེ་འཁོར་བའི་སྡེ་པའི་མི་ལུས་ཀྱི་མཐའ་ན་བསམས་ན་སྲིད་པའི་འདུན་པ་ཆགས་ས་རེད་བ། དེ་མ་ཡིན་པ་ཀྱི་མཐའ་བ་མཐའ་ཡག་གི་ཆེད་དུ་ལ། ད་ནི་ཚིག་འབྲུ་སྲུང་བ་ཡིན་ན་དེ་འདྲ་བ་དེ་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཉམས་ལེན་བྱེད་ཡ་དེ་རེད། བྱས་ཙང་ངེས་པར་དུ་དེ་འདྲ་བྱེད་དགོས་ཀྱི་རེད་གསུང་གི་འདུག། ཡང། རྗེ་ཙོང་ཁ་པ་ཆེན་པོའི་གི་ལམ་རིགས་འདི་ལྡན་གྱི་ནང་ལུགས་ལ། ཚིག་འབྲུ་ཟེར་ཉེས་དེ་སོ་སོ་སྒོ་ཟེར་གྱི་ཉན་བཤད་གི་དྲི་མ་ཁྲི་ཡག་གི་ཕྱི་ནང་བཞི་རེད།

ཤེས་བ་མང་པོ་ཡོད་ཅེས་ལ་སོ་སོར་ཚིག་འགྲོ་ཡག་པོ་གསུང་གི་ཡོད་ན་དཔེ་འབའ་དུ་ཐད་དེ་ནས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། ད་ནི། ཚིག་འགྲོ་གི་དེའི་རྟགས་ཀྱིས་སོ་སོ་གི་ལས་ལྔ་ཡོད་ཟེར་ལ་སྡིག་པ་མེད་པ། ཡིག་རྩ་ནི་འགྲོ་བ་འགྲོ་བ་མང་པོ་གོ་ད་ནི་རྒྱུན་དུ་བྱས་ཀྱི་གནས་སུ་ཆགས་དགོས་རེད། བྱས་ཙང་དེ་འདྲའི་ཡིག་རྩ་ནི་དེ་རྟགས་ཤེས་ནས་སོ་སོ་གི་ད་ནི་ཁ་ལོ་གན་དུ་དུ་བྱས་པའི་མདོ་ནས་ཡང་དག་པར་རློམ་པའི་མཁན་རློམ་པའི་འཕྲང་དེ་ཚོ་ད་ནི

ཨོ། དེ་འདྲ་བའི་སྒོ་ནས་ཚིག་འདྲ་སུ་ཡང་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ལགས་སོ་ཐུགས་རྗེ་ཆེ་གནང།